ད་དེ་ལྟར་སྐྱབས་སུ་སོང་ནས། དེ་ལྟར་སྐྱབས་སུ་སོང་ནས་བསླབ་པར་བྱ་བའི་རིམ་པ་ལ་གཉིས། དུ་བ་ལས་བྱུང་བ་དང་མན་ངག་ལས་བྱུང་བའོ། དང་པོ་ལ་བཞི་ཚན་གཉིས་ལས། བཞི་ཚན་དང་པོ་སྐྱེས་བུ་དམ་པ་ལ་བསྟན་པ་ནི་མན་ངག་རེ་ཞིག་པ་དང་རེ་ཞིག་ཉིད་དམ་པའང་ཡིན་ནོ་ཐམས་ཅད་ཀྱི་མི་གནས་སོ་མཐོང་ནས་མི་སྟོན་པ་དེ་བས་སངས་རྒྱས་ལ་སྐྱབས་སུ་སོང་བས་ནི་ལམ་བསྟན་པ་ལ། སྐྱབས་སུ་འཛིན་པ་ཡིན་ལ་དེ་དག་རྗེ་བཙུན་པའི་སྤྲུལ་པ་ཆགས་ནས་ལམ་སྟོན་པ་དང་དངོས་སུ་བསྟོད་པ་ཡིན་པའི་ཕྱིར་རོ། དམ་པའི་ཆོས་ཉན་པ་དང་ཚུལ་བཞིན་ཡིད་ལ་བྱེད་པ་ནི་དེ་བ་སངས་རྒྱས་དང་སངས་རྒྱས་ཀྱི་ཉན་ཐོས་ཀྱིས་མི་བྱེད་པའི་ཆོས་མདོ་སྡེ་ལ་སོགས་པ་ཅི་ཡོད་སུ་ཉན་ཅིང་གང་ཡིད་ལ་བྱས་ན་ཉོན་མོངས་པ་དུབ་ཀ་དམིགས་པ་ཡིད་ལ་བྱེད་པ་སྟེ་ཤོ་ལ་སྐྱབས་སུ་སོང་ནས་ལུང་དང་རྟོགས་པའི་ཆོས་ལ་མངོན་པར་བྱ་བའང་འཛིན་པ་ཡིན་ལ་དེ་དག་རྗེས་སུ་མཐུན་པའི་བུ་བསྒྲུབ་པར་བྱ་བ་ནི་དེ་ཡིན་པའི་ཕྱིར་རོ། ཆོས་ཀྱི་རྗེས་སུ་མཐུན་པའི་ཆོས་གྲུབ་ནས་ཆོས་མྱ་ངན་ལས་འདས་པའི་རྗེས་སུ་མཐུན་པ་གྲུབ་སྟེ་དགེ་འདུན་ལ་སྐྱབས་སུ་སོང་ནས་མྱ་ངན་མྱང་འདས་སུ་བགྲོད་པའི་གང་ཟག་ལ་གྲོགས་སུ་འཛིན་པ་ཡིན་ལ་བ་དེ་དག་རྗེས་སུ་མཐུན་པའི་བགྲོད་བྱུང་ནས་ཐར་པའི་ཆེད་དུ་ཞུགས་པ་རྣམས་དང་མཐུན་པར་ལོག་པ་ཡིན་པའི་ཕྱིར་རོ། གཞི་མཚན་གཉིས་པའི་དབང་པོ་མི་དགོས་པར་བྱ་བ་ནི་དབང་པོ་ཡོད་ལ་བག་ཡངས་སུ་སོང་བའི་རྗེས་སུ་ཡིད་ཡི་འདྲ་ངག་ནི་མི་ཡུལ་རྣམ་པ་ལ་བ་དགོས་པ་ལ་སྐྱོན་དུ་བསྟན་ནི་མི་ཡིས་ཕྱི་རོལ་ཆོག་པར་བྱེད་པའོ་ལ་བའི་གཞི་ཡང་དག་པར་ལང་བར་བྱ་བ་ནི་སངས་རྒྱས་ཀྱི་སྤྱད་པའི་ལ་བའི་གཞིའི་ཅི་ནུས་སུ་སླེབ་པའོ་སེམས་ཅན་ལ་སྙིང་རྗེ་བར་བྱ་བ་ནི་མི་དགེ་བའི་བསྟན་པ། སྙིང་རྗེའི་ཁྱད་པར་དུ་བྱས་པས་དེ་ལ་སྐྱོ་གསུངས་སོང་བས་རྒྱ་ངག་སེམས་ཅན་ལ་སྙིང་རྗེ་བརྩེ་བ་བྱས་ཏེ་བའི་ཚེ་བ་སྤོང་ངོ། དུས་དུས་སུ་ཀུན་སྤྱོད་མཆོད་པ་ལ་བརྩོན་པར་བྱ་བ་ནི་མི་ཉི་མ་རེ་རེ་ཞིག་ནས་དཀོན་མཆོག་ལ་མཆོད་པར་བྱེད་པའོ། བདག་མེད་སྔགས་ལས་འབྱུང་བ་ལ་གཉིས་ལས་སོ་སོ་ལ་ཐུན་མོང་གི་བསླབ་བྱའོ། དང་པོ་ལ་གཉིས་དགག་པའི་བསླབ་བྱ་སྤྲོས་པའི་བསླབ་བྱ་དང་པོ་ནི། མྱ་ངན་ལས་འདས་པ་རེད་པས་གོ་ཆོད་གསུང་དང་སྐྱབས་འགྲོ་བ་དེ་ནི་ཡང་དག་གི་གཉེན་སྒྲིག་པའི་ནམ་ཞིག་ནམ་དུ་ཡང་ན་ལྷག་ཞིག་ནམ་དུ་ལྷ་ནི་ཡིད་བཞིན་དག་ལ་བ་རྒྱུ་ཚོགས་བཟུང་བ་མ་ཡིན་ནོ་ད་ཕལ་ཆེར་ལ་སྐྱོབ་བར་འགྲོ་བ་ཚིགས་བཅད་གསལ་བས་སུམ་རྟགས་རེ་དགེ་འདུན་ལ་ཡང་སྐྱབས་བར་འགྲོ་བ་མུ་ཏིག་ཅིག་དང་འགྲོ་གོ་མི་ཤེས་གསུངས་པ་ལྟར། ལྷ་གཞན་ལ་སྐྱབས་སུ་མི་འགྲོ་བ་དང། དང་དཀོན་མཆོག་གསུམ་ལ་སྐྱབས་སུ་སོང་བས་ཅི་འཇིག་རྟེན་པའི་ལྷ་མཐུ་བོ་ཆེ་ཚངས་པ་དང་བརྒྱ་བྱིན་ལ་སོགས་པ། དེ་དག་ལ་ཡང་ནི། སྐྱབས་སུ་སྐྱབས་འགྲོ་མི་བྱེད། བ་དང་ལྡན་པ་ཞིག་འདི་དག་ཏུ་བྱང་དུ་ཐོན། སྐྱབས་སུ་མི་འགྲོ་བ་དང་སེམས་ཅན་ལ་གནོད་འཚེ་སྤང་བ་དང་མུ་སྟེགས་བྱེད་དང་མི་སྒྲོགས་པ་དེ་གསུམ་མོ། དེ་ལ་དང་པོ་ནི། འཇིག་རྟེན་པའི་ལྷ་དྲག་པོ་དང་ཁྱབ་འཇུག་སོགས་ལའང་ཕུགས་ཀྱི་སྐྱབས་སུ་མི་འཛིན་ན། འཕྲལ་དུ་ཕྲིན་ལས་བཅོལ་ཡང་སོགས་ལས་དེ་འདྲས་དང་ཡང་ཆོ་ག་བྱེད། ད་ཕུགས་ལ། ཕུགས་ཀྱི་སྐྱབས་ཡིན་བསམ་པར་བ་གཏན་གྱི་སྐྱབས་ཡིན་བསམ་པ་དེ་འདྲས། བྱེད་མི་རུང་བ་རེད། མི་ཆོག་པ་རེད། སྐྱབས་སུ་མི་འཛིན་ན་ཡི་དྭགས་སུ་གྱུར་པའི་གཞི་བདག་དང་ཀླུ་ལ་ལྟ་ཅི་སྨོས། དེ་ནས་ད་ང་རང་ཚོའི་དཔེར་ན་བོད་པའི་སྤྱི་ཚོགས་ནང་ཡིན་ནའི་ཅིག་སོ་སོའི་ཡུལ་ལ་གཞི་བདག་རབ་དེ་འདྲས་ལ་ཡ་དཔེ་ཁོ་ཁ་ཚ་བོ་རུ་ཆགས་ཆེ་ཨེ་ན་དད་པ་ཞིབ་པོ་བྱེད་དེ་ཡ་དཔེ་ཡིད་ཆེས་རུ་ཞིབ་པོ་བྱེད་དེ་ཡ་ཨེ་ན་ཧ་ལམ་པའི་སྐྱབས་སྐྱབས་གནས་ལ་བརྩི་ཡ་རབ་དེ་འདྲས་ཡུང་འབྲོག་ཡུང་འབྲོག་བྱེད་ཀྱི་འདུག་ཨ། ད་དེར་དེས་མཚོན་པའི། བྱས་ཙང་ང་རང་ཚོ་ནམ་རྒྱུན་ད་དེར་གེ་སར་བས་མི་ཚང་མ་ལོག་དངུལ་ལ་དགའ་པོ་ཡོད་པ་ཡིན་དུས་ལྷ་འཛམ་པ་ལ། ལྷ་འཛམ་པ་ལ་ཞིག་ལས་ནི་འདས་པའི་ཡོད་ཡོད་ཀྱི་རེད་མ་གཏོགས་གཞན་ཅིག་དང་འཛམ་པ་ལ་ཡང་དེ་ག་འདྲ་ཡིན་ན་དེ། གནམ་སའི་འཁོར་དུ་དྭགས་ལ་ཅིག་ཡོང་བསྡད་ངེས་འཇིག་རྟེན་པའི་འདི་མེད་འགྲོ་ཨ་ག་འདྲ་ཡིན་ན་འཛམ་པ་ལ། ད་ཆ་བྱས་བ་ད་ཨེ་ནི་འཛམ་པ་ལ་གྲོགས་ལུགས་དེ་རུ་དེ་ད་བས་མི་མི་མང་གུས་དེ་ཞིབ་ཞིབ་དེ་རྩ་ཆེན་པོ་བརྩིགས་འདུག་ག་ད་དེ་ཚོའི་གྲས་དེ་ཡག་རྟགས་རང་ཡོག་མ་རེད། རེ་བ་དང། ཆོས་འགོག་ལམ་གཉིས་བསལ་དང་དེ་ལ་ཡང་ང་ཚོ་དང་དོད་བྱེད་དེ་ལ་ཡང་ས་སེམས་ཉེ་བོ་ཆོག་པ་རེད་མ་གཏོགས་ལྷ་རབས་གཅིག་ལ་ཡང་གཅིག་གི་དང་བོ་ངས་སྐྱབས་སུ་མཆི་དེ་ལྟ་སྟེ། ང་ཚོ་བསྟེན་པའི་ཞུ་དག་ཡག་པོ་ཞིག་བཏང་པ་ཡིན་ན་ང་ཚོའི་རྒྱུད་ལ་ཡང་དངོས་གནས་གཅིག་ནང་པ་སངས་རྒྱས་པའི་སྐྱབས་འགྲོ་རྣལ་མ་གཅིག་ཡོད་དམ་མེད་ཟེར་ཡ་དེ།

སངས་རྒྱས་བཅོམ་ལྡན་འདས་ཀྱིས་སེམས་ཅན་སུ་ལ་ཡིན་ནས་གནོད་པ་མ་བྱེད་གསུང་ཡང་དེ་གལ་ཆེན་བརྗོད་བརྩི་གི་ཡོད་ད་ང་ཚོས་དེ་གཟུགས་སོགས་མ་བྱས་ན་དེ་ནི་ཁྱོད་ནི་ཡག་པོ་ཡོད་མ་རེད་ཨན་དེ་དང་འབྲེལ་ནས་ད་འོ་འཇིག་རྟེན་པའི་དྲེགས་པ་དེ་འདྲ་ལ་ཡ་ཞི་བུ་བཙག་ཆེན་པོ་བརྩི་ཡ་ངས་ནམ་རྒྱུན་རྟག་པ་རྙེད་དགོས་ནས་ཞུ་ཡ་དེ་རེད། ལྷག་དགོན་པ་ཅིག་ནང་ཕྱིན་པ་ཡིན་ན་ཡི་གེའི་གཙང་ཁང་གི་སྟོན་པ་བཅོམ་ལྡན་འདས་ཀྱི་སྣང་བརྙན་འདི་ད་ང་ཚོའི་སྐྱབས་དང་མགོན་དང་སྟོན་པ་དང་དཔུང་གཉེན་ད་བ་ད་ཚེ་འདིའི་སྐྱབས་སུ་འགྲོ་ས་པའི་ཕྱི་མ་བློ་གཏད་བཅོལ་ས་ཐབས་རྡུགས་པའི་གནམ་གྱི་རྒྱལ་བའི་གོ་འཕང་ད་ག་གཟུགས་རེ་ཕུལ་གྱི་སྒྲུབ་བའི་པའི་ཐབས་སྟོན་མཁན་ད་སྐྱབས་འདི་བློ་འོས་པ་འདི་རེད་དེ་ཡང་ད་སྐྱབས་སུ་ཕྱིར་ཟེར་ཡག་བྱེད་པ་ད་གན་མེད་པ་བྱས།

ད་ང་རང་ཚོ་བོད་ཀྱི་སངས་རྒྱས་ཀྱི་ཆོས་དེ་འདྲའི་སྤུས་དག་པོ་གཅིག་དཔལ་ནཱ་ལེནྡྲའི་གཞི་རྒྱུན་དྲི་མ་མེད་པ་དེ་འདྲའི་སྤུས་དག་པོ་གཅིག་ག་ལེར་ག་ལེར་ལ་ཡང་ལྷ་གསོལ་འདྲེ་གསོལ་སོགས་ལ་ཕྱག་བྱས། ཨ་ནི་རྒྱ་མིས་ཕ་སི་ཐན་བོད་པའི་ཆོས་དེ་ལྷ་གསོལ་འདྲེ་གསོལ་བྱེད་དུས་རྒྱ་མི་ཁོ་རང་ཚོའི་ལྷ་འདྲེ་དོན་གྱིས་རྩ་མེད་བཏང་ཟེར་ནས་ཞིབ་གཟིགས་རྒྱུ་དང། བྱས་ཙང་བ་ད་ང་རང་ཚོའི་སུ་སི་ཐན་བའི་ལྷ་འདྲེ་དོན་གྱིས་དེ་རྩ་ཆེན་པོར་བརྩིས་ཤིང་ལྷ་གསོལ་ཀླུ་གསོལ་འདྲེ་གསོལ་བྱས་ནས་སུ་སྡད་ཀྱི་ཡོད་རེད་འདི་ནོར་བ་རེད།

ལྷ་ཀླུ་གཞི་བདག་ལྟ་ཅི་སྨོས། དེ་ཡང་སྐྱབས་གསུམ་ལ་ཡིད་མ་ཆེས་ནས་དེ་དག་ལ་བློ་འགལ་ན་མི་རུང་བ་ཡིན་གྱི་དེ་དག་ལ་འཕྲལ་གྱི་ཤུན་ལྡན་གྱི་བྱ་བ་འགའ་ཞིག་གིས་གྲོགས་འཆོར་བ་ཙམ་ལ་མི་རུང་བ་མེད་དེ། དཔེར་ན་སྦྱིན་བདག་ལ་འཚོ་བའི་གྲོགས་འཆོར་བ་དང་སྨན་པ་ལ་ནད་གསོ་བའི་རེ་ལྟོས་འཆར་བ་བཞིན་ནོ། གཉིས་པ་ནི་མི་དང་དུད་འགྲོ་ལ་སོགས་པ་ལ་བརྡེག་པ་དང་འཆིང་བ་དང་སྒོ་ར་ཞུགས་པ་དང་སྣ་འབུག་པ་དང་མི་སྡིག་བཞིན་དུ་འགལ་བ་ལ་སོགས་པ་བསམ་པ་དང་བྱོལ་བའི་སེམས་ཅན་ལ་གནོད་པ་དང་འཚེ་བ་སྤོང་དང་ཆོས་ལ་སྐྱབས་སུ་སོང་བས་ནི་སེམས་ཅན་ལ་གནོད་འཚེ་སྤོང་བྱེད་པ་རེད།

བརྡེག་པ་དང། འཆིང་བ་དང། སྒོ་རར་ཞུགས་པ་དང་སྣ་འབུག་པ་དང་མི་གཅིག་བཞིན་དུ་འགལ་བ་ལ་སོགས་པ་དང། ང་རང་ཚོ་གཅིག་ཡིན་ཞེས་སེམས་ཅན་དུད་འགྲོ་བཀོལ་སྤྱོད་ཞུ་ས་ནི་ཅེས་ཇི་ལྟར་འཚམ་པར་འོང་དེ་འདྲའི་བྱེད་ཡ་རེད་མ་གཏོགས་ད་ཡ་ང་སྙིང་རྗེ་མེད་པའི་ཐོག་ནས་བྱེད་དེ་ཡ་ཚུལ་ཕྲད་དེ་ཨེ་ནི་སངས་རྒྱས་པའི་ཆོས་པའི་བསླབ་བྱ་དང་འགལ་གྱི་ཡོད་རེད། འདི་འདྲའི་ཡིན་དུས་ས་ནི་སེམས་ཅན་གྱི་ད།

དཀོན་མཆོག་གསུམ་ལ་སྐྱབས་སུ་ཡིད་མི་མཆིས་ཤིང། བཀུར་བར་བྱེད་པ་རྣམས་དང་མཐུན་པར་མི་བྱེད་པའོ་ཞེས་ཐག་པ་ནས་དེ་དག་ལ་ཡནི། སྙིང་ནས་མཛའ་བ། དེ་དག་གི་སྤྱོད་པ་ལ་ཡི་རངས་བྱས་ནས་ཡི་རངས་དང་བྲལ་བའི་ཐག་ནས་ནི། ཤིན་ཏུ་སྙིང་མཛའ་བར་བྱ། དེ་ཚོའི་གྲས་ཕྱི་སྐྱོན་མ་རེད། དང། སྙིང་རྗེ་གོང་བ་རེད། སྐྱེས་བུ་བྱ་བ་རེད། གྲོགས་པོ་བྱ་བ་རེད། ཡིན་ནའི་དེ་ལ་མངོན་པར་བསྟོད་ཡིད་རང་ནས་ཕྱིན་པ་ཡིན་ན་ཡང་སོ་སོ་ལས་དེའི་ཡང་ཤུགས་རྐྱེན་དེ་ཡག་གི་གོ་སྐྱོན་ཡོད་པ་ཡིན་དུས་དེ་འདྲ་སོང་ཡིན་ས་རེད། ད་བགྲོད་པའི་བསླབ་བྱ། ཨུ་ཨུ། ངས་ལ་དེ་བཞག་མི་འགྲོ་ད།